སྤྱིར་བཏང། ད་མི་རིགས་ཤིག་ལ་མཚོན་ན། དར་རྒྱས་གོང་འཕེལ་དུ་འགྲོ་དགོས་ན་གཙོ་བོ་སློབ་གསོ་ལ་རག་ལས་པ་འདི་མོ་གི་རེད་དེའི་རྒྱུ་མཚན་གྱི། ད་གི་གི། ད་རང་ཉིད་ཀྱི་མཚོན་གལ་ཆེ་ན། བོད་མི་རིགས་ཀྱི་རིག་གནས་སློབ་གསོ་འདི་བ་ཚོའི་ནུས་ཚོད་ཀྱི་ནུས་བ་གྱི་འདོན་རྒྱུའི་ཆེད་དུ་དགུ་བཅུ་གོ་བཞི་གི་ནས་བཟུང་སྟེ། གང་བྱུང་ཤེས་རིག་ནོར་རིག་སློབ་གླིང་དག་གསར་དུ་བཙུགས་ཡོད་ན་རེད། དེ་ཡིན་དང་ན་སློབ་གྲྭ་འཛུགས་གསར་དུ་བཙུགས་དང་ན་འདི་ཡི་གིས་གཙོ་བོ་དུ་དགེ་རྒན་དགོས་གི་དགེ་རྒན་འདི་ཐམས་ཅད་ཀུ་གདན་བཞི་ཡི་ནས་འཕྲོ་ནས་ད་ཅི་ཟིག་རེད་ཟིག་དང་ན་ད་སློབ་གྲྭ་ཟིག་ག་ཡིན་ད་མིན་ད་ད་སྦྱང་གཞི་སློབ་དེབ་དང་སློབ་ཁྲིད་ཀྱི་ད་ཅིག་བསྐོ་བཞག་འདི་ཆེས་གལ་ཆེ་བ་རེད་དེའི་རྒྱུ་མཚན་གི་ད་སློབ་ཁྲིད་སྐུལ་ཕྱོགས་འདི་ནས་ད་བོད་ཀི་ས་ཆ་གི་མཁའི་དབང་མང་ང་དང་ཁྱད་པར་དུ་རང་རེའི་ཁུལ་གྱི་དགེ་རྒན་ཐམས་ཅད་ཀྱིས་ལྷན་གཅིག་ཏུ་གྲོས་མོལ་དང་ཡང་ན་ཁུལ་གྱི་ཉམས་མྱོང་ཐམས་ཅད་ཀྱིས་ཕྱོགས་གཅིག་ཏུ་དེའི་ཆེད་རེ་ཟུང་ངེས་ད་བོད་རང་གི་སྲོལ་རྒྱུན་རིག་གནས་ཀྱི་ཁྲིད་སྟངས་དང་མཐུན་པའི་མི་རིགས་ཀྱི་ལྟ་གཅིག་ཡིད་སྲོལ་གོམས་གཤིས་མི་སྔ་ན་སྔ་གི་གི་སྙིང་བོ་ཞིག་ཡོད་ནས་འདི་མུག་གི་སློབ་དེབ་ཟིག་རང་གི་ད་སློབ་གྲྭ་རང་གི་ལྟ་གཅིག་གསར་སྒྲིག་བྱས་ཡོད་ནི་རེད། འདི་ལྟེ་གནས་ཆེ་རིགས་སོང་ངས་ད་གི་གི། རང་གི་ཆ་ཆི་དང་མཐུན་པའི་སློབ་དེབ་འདི་གི་ད་སློབ་མ་ཐམས་ཅད་ལ་ར་སློབ་གྲགས་གཞན་གི་བོད་ཡིག་སྦྱང་ནོ་གི་ཆི་སི་ལ་ལྟ་རྒྱུ་ན་གཞན་དང་མི་འདྲ་བའི་ཁྱད་དུ་འཕགས་པའི་ནུ་མུག་གྲུབ་འབྲས་ཐོན་ནོ་གི། དེ་ཡིན་དང་ན་ད་གཙོ་བོ་ད་རང་བ་ར་ཆི་སི་རི་དུས་དང་ན་མི་རིགས་ཞིག་གི་རང་གི་ད་གི་གི་སྐད་ཡིག་འདི་ཤེས་བ་ཙམ་གྱིས་མི་སི་འདི་བེད་སྤྱོད་བྱེད་དགོས་གི་འདི་བེད་སྤྱོད་བྱེད་ཡིན་ན་ཡིན་དམ་ད་མི་རིགས་ཞིག་གི་ད་གི་གི་རང་གི་སྐད་ཡིག་འདི་ད་ཐར་ཉག་གསར་བ་དུས་རབས་དང་བསྟུན་པའི་ཐར་ཉེ་ཁག་གི་གསར་བ་མང་བ་ཟིག་ཁག་གིས་བཀོལ་སྤྱོད་བྱེད་སྤྱོད་དུ་ཡང་དུས་རབས་ཀྱི་རྫ་ཆུ་ཆུ་བོའི་ཁག་གི་རྨང་གཞི་ལྟ་བུ་རེད་དེའི་རྒྱུ་མཚན་གྱི་ད། གངས་ལྗོངས་ཤེས་རིག་ནོར་རིག་སློབ་གླིང་གི་དགུ་བཅུ་གོ་བཞི་ལོ་དགུ་ནས་བཟུང་སྟེ་ད་བར་ཁག་གཙང་མ་གི་ཆོ་ག་གཅིག་གི་དོ་དམ་ཧ་ཅང་གི་ཁག་གི་དོ་དམ་གི་ཚད་མཐོན་པོ་ཡིན་རེད་དེའི་རྒྱུ་མཚན་གྱི་སློབ་མ་ཐམས་ཅད་ཀུ་ར་ཕྱོགས་ཕྱོགས་ནས་ཁག་གི་ཕ་ཡུལ་ལ་སོང་བའི་བྱ་འགུལ་སྤེལ་གྱི་ན་འདྲ་བར་ཁག་གཙང་མ་བྱ་སྤྱོད་ཀྱི་ཕྱོགས་འདི་ཐར་ཉེ་མང་བ་ཕྱོགས་བསྒྲིགས་བྱེད་ཀྱི

ཁྲི་བརྒྱ་འདི་མོ་གཟུགས་ཐིག་གི་པར་རིས་དག་ལས་ད་ཐོང་འདིའི་ར་འདི་མོ་གི་ཁུག་གི་ཉེར་བསྐོར་ས་ཐམས་ཅད་ཀུ་ཅལ་མེ་གྱེར་སོང་ཡང་ད་ཐར་ཉག་གསར་བ་གི་ཞོགས་པ་ཡང་ཁུག་གི་ནེ་ཚོད་རང་གི་བ་ཚོད་ནེ་ཚོད་ཀི་ཁུག་གི་གྲུབ་འབྲས་བཞག་མོ་སློབ་གྲྭ་རང་གི་མཚོན་གྱིས་ན་ད་ཁུག་གི་དགེ་རྒན་ཡིན་ན་ཆོག་གི་ལུས་བཟོ་བ་ཡིན་ན་ཆོག་གི་ཡང་སློབ་མ་འཛིན་གྲྭ་རེ་རེ་བཞིན་དུ་རང་རང་གི་ཐུན་མོང་མ་ཡིན་པའི་འགྲིག་ལམ་བཞག་ཡོད་ད་ལིས་འདེད་ཁུལ་གྱི་ཕར་ཁེག་གཙང་མ་བྱ་རྒྱུ་འདི་ཆོ་ག་དོ་དམ་ནན་མོ་ཡིན་ཁྱད་པར་དུ་དགེ་རྒན་ཆེ་བོ་མཚོན་ཁ་ཡི་སྐྱིད་ན་ར་ད་ས་ཁང་ནང་ར་གཞུང་ལས་ཁང་ཚང་མ་འདི་མོ་བའི་ཁུལ་གྱི་སྒམ་ཆུང་ཟིག་ལིས་འདིའི་སྟེང་ཨ་ཀྲང་མདུན་གཡང་གི་སྒམ་ཆུང་ཕར་ཁེག་གཙང་མའི་བང་མཛོད་གསེར་སྐུད་ཨོ་བདུན་གྱི་སྙན་པོ་ཕུན་ཚོགས་ཀུན་གྱི་གཞི་མ་བསྲེས་ཀྱི་འདི་མོ་ཟིག་བྲིས་ཆེ་སོང་འདེད་ཁུལ་གྱི་ནམ་ཟིག་ཨ་སིའི་ཁུལ་གྱི་བསྒྲགས་སྐད་ཚིག་ཆ་དང་ན་རང་རང་གི་ཁུལ་གྱི་རང་སེམས་གི་ཁྱབ་པ་སྤྱོད་རྒྱུ་དུ་མོ་ཡིན་རྒྱུ་དེའི་འཕྲོ་ནས་ད་གཟའ་ཕུར་བུ་དང་གཟའ་མིག་དམར་གྱི་ཀ་བ་ཡང། འཛིན་གྲྭ་སོ་སོ་གི་རང་གི་ད་ལྷ་མོ་རང་སྦྱོང་གི་སྐབས་སུ་ཡང་འདི་ཁུལ་གྱི་ཐར་མྱེའི་རྒྱུན་སྐུབས་ཀྱི་འདི་བློ་བཟུང་ནས་འདི་ཁུལ་གྱི་རྒྱུན་དུ་སྐྱོར་སྦྱོང་བྱས། དེའི་མི་ཚེ་ཁུལ་གྱི་འཛིན་གྲྭ་མཐོན་པོ་ཐམས་ཅད་ཀྱི་ད་ཐར་མྱེའི་རྒྱུན་སྐུབས་ཀྱི་དཔེ་ཆ་འདི་ཕལ་ཆེར་བློ་བཟུང་ནས་འཚོགས་ནས་དུ་མོ་ཟིག་རེད་དེ་ཡིན་དང་ན་ད་ད་ཐེངས་མཚོན་གྱིས་ན་ཡང།

ལུས་ཚང་མ་འགྲེམས་སྤེལ་བྱེད་དགོས་ནི་རེད་དེ་ཡིན་དང་ན་ད་སློབ་མ་ཐམས་ཅད་ཀྱི་ལྷག་བསམ་རྣམ་དག་ཡིན་ན་ར་འདྲ་གི་ད་དབུས་གངས་ལྗོངས་ཤེས་རིག་ནོར་རིག་ཧོབ་ལང་གི་དགེ་སློབ་ཚང་མ་གི་ད་བར་དུ་འབའ་ཡིས་གྲུབ་འབྲས་གི་ཁུག་གི་འདི་ཁུག་གི་ཡང་དཔེ་དེབ་དང་ཡང་ན་གཟིགས་རིས་གི་ཚུལ་དུ་འདི་ཡིས་ཚང་མ་གཅིག་རྐྱང་མོ་ནང་འདི་གི་ད་སློབ་མ་ཡིན་ན་དགེ་རྒན་ཡིན་ན་ལས་བྱེད་དང་སུ་དང་སུ་ཡིན་ན་ར་རང་གི་ཉེ་འཁོར་ན་ཡོད་པའི་ཐར་སྙད་གསར་བ་དངོས་བོ་གསར་བ་འདི་ཐམས་ཅད་ཀུ་ཐར་སྙད་གསར་བ་འདི་དུས་རྒྱུན་དུ་བཀོལ་སྤྱོད་བྱེད་རྒྱུ་ད་ཁུག་གི་དྲན་སྐུལ་ཙམ་ཟིག་ར་རྐུན་མ་ཙམ་ཟིག་གི་ལོག་རྒྱུ་ད་ཁི་གི་རེད་འདི་ཡིན་ད་ཁི་ད་ཚང་མ་གི་མ་འོང་བའི་བོད་མི་རིགས་ཀི་ཁི་གི་ས་གནས་འདི་ནས་ཐ་སྙད་གསར་བ་ཐམས་ཅད་པོའི་རང་གི་སྐད་ཀི་བཤད་ཐུབ་རྒྱུ་འདི་རང་གི་སྨོན་འདུན་ཞིག་ནི་ཡིན།